འདིའི་ནང་ལ་ཐར་ཟེར་བའི་ཚད་དུ་ཡོད་དགོས་རེད། ཐར་ཟེར་བའི་ཚད་དུ་མེད་ན་ཐར་མགྱོགས་རོལ་ལགས་མ་རེད། ཨ་ནེ། ཐར་ཟེར་ཡོད་དགོས་རེད། ད་དེའི་ནང་ལ་ངོ་བོ་ཟེར་འོང་དུས་གཙོ་ཡི་ཟེར་བ་དེ་བཀག་སྟེ། དེའི་ནང་ལ་གཙོ་ཡི་ངོ་བོ་ཟེར་ཟེར་ན་བཀག་དེ་གཙོ་ཡི་རེད། གཙོ་པ་རྒྱག་ས་གཙོ་བོ་དེ་བཀག་དེ་ཐོག་དུ་ཡོད་རེད། ཨ་ནེ། བཟའ་བ་ཟེར་ལ་འོང་དུས་ད་བཀག་དེ་ཁ་ཡིན་མིན་བཟའ་བོ་ཆ་ཡག་རེད་དུ་ཡོད་རོགས་དེ་ཡིན་མ་ཡིན་ཚ་དེ་ལ་བཟར་བ་ཟེར་ལབ་རེད། ཨ་ནེ། ད་དེ་རྒྱུ་མཚན་བསྒུགས་ཡོད་རེད་བ་དེ་ཡིན་པ་ཡིག་ཚགས་དཔག་རེག་གི་ཡོད་རེད། ད་ལན་རྒྱབ་འོང་དུས་རྩུབ་པ་བརྒྱབ་པའི་སྐབས་སུ་དེ་འདྲས་རེད་དང་པོ་མི་སྒེར་གི་རྩུབ་པ་བརྒྱབ་ཡོང་བ་ཡིན་ན། ཀ་ཆུ་བཅས་ཟེར་བ་དང་ཀ་དེ་ཁ་ཡིན་ན་མ་ན་ཡི་གེ་ཀ་དེ་ཡི་གེ་ཁ་དེ་ཡིན་ན་མ་ན་བསམ་དོགས་པ་ཟ་དེ་བ་ཅིག་ང་ཚོ་ལ་དོགས་པ་ཡོད་མ་རེད་ད་ན་ཡི་གེ་ཀ་དེ་ཁ་གོ་རུང་མ་རེད་འབྲེལ་བ་གོ་རུང་མ་འདུག་ཡིན་ན་ཡང་ད་དེ་འདྲས་ཀྱི་དཔེ་ཚོགས་ཅིག་བཞག་པ་ཡིན་ན། ཀ་ཆུ་བཅས་སུ་མི་བཅས་ཁ་ཡིན་པ་ཐར་ལབ་སོང་བ་ཡིན་ན་དེ་ལ་ལན་གཉིས་རོང་རེད།

ག་ཡི་པེ་ཁྱེ་སི་ལབ། ག་རེ་འདུ་ག་ར་བ་སི་ལབ། ཨ་ནི། ད་དེ་ལ་ལན་ག་རེ་འགྲོ་འོ་རེད་ལན་གཉིས་མ་གཏོགས་རྒྱག་ཆོག་མ་རེད་ག་ཡིན་པེ་ཁྱེ་སི་ལ་འོང་དུས་གཙོ་ཡི་ཡོ་བ་ཁྱེ་གཟར་བ་ཡོ་བ་ཁྱེ་ཨ་ནི་ག་ཡིན་པེ་ཁྱེ་སི་སྟག་ར་བ་དེ་ལ་ཡོང་དུས་ད་ལན་གཉིས་མ་གཏོགས་རྒྱབ་ཆོག་མ་རེད་ད་ལན་གཉིས་དེ་ལ། སྟག་མ་གྲོབ་ཟེར་བ་དེ་ཐོ། ཆ་བ་མ་བྱུང་ཟེར་བ་དེ་གཉིས་གོ་ནོ་རེད་ད།

སྒོ་འབྱེད་ཡིན་ན་རིན་མེད་ཁ་ལག་སྤྲད་པས་མ་ཁྱབ། སྒོ་འབྱེད་ཡིན་ན་ཟ་ཁོག་སྒོ་འབྱེད་ཡིན་ན་ཟ་ཁོག་གི་ཁ་ལག་རིན་མེད་སྤྲད་པའི་ངེས་པ་མི་འདུག། ཟེར་ཡ་ཀྱི་བྱ་བ་མ་བྱོས་སླ་བོ་རེད། འོ་འདིའི་འབྲོག་ཐོག་དེ་དེ་རེད། ད། རྡ་ས་གཙོ་ཡི་རྫོང་གི་འབྲོག་ཐོག་དེ་དེ་འདྲ་གྱི་རེད། ཨ་ནེ། ཧུམ། ད་བུ་པ་ཆོས་རྒྱལ་གྱི་རེད་བ། ཨ་ནེ། མི་སྐྱེ། རྒྱ་མི་ཡིན་པ་མཐར། ཞེས་ལབ་པ་གྱི་རེད་བ། རྒྱ་མི་ཡིན་པ་མཐར།

ཨང་གི་གྲོགས་དེ་ཆུ་རྒྱལ་རོ་ཨང་གི་གྲོགས་ཀྱེ་གཉིས་སོང་ཞིང་སྔགས་གྲོགས། གྲོགས་དེ་ཆུ་རྒྱལ། ཕྱག་ཡི་གྲོང་ཁ་ཡིན་པ་ཐར་ལ་བ་རོ། དེ་ལ་ལན་བརྒྱ་བདུན་ངེས་ཚུལ་འདོད་ལ་རོ་ཕྱག་རོ། རོ་ཡི་གྲོགས་དེ་ཡར་མར་བ། གྲོང་ཁ་ཡིན་པའི་ཕྱིར་ཟེར་ན། ཁྱོད་ཁོ་རང་ཆོག་མ་སོགས། ཨ་ད་དེ་མི་སྐྱེ་གི་དེ་ལ་གྲོགས་ཆུ་རྒྱལ།

འདོད་ལྷའི་རྩིས་སུ་ལོ་མ་སེར་པོ་ལོ་མ་ཡིན་པར་འདོད་ཅིག། སྙུག་གུ་ཆུ་སྐྱེས་བྱི་རུ་བ། བྱི་དེབ་ཡིན་པ་མཐར་སེལ་བ་ཡིན། ད་དེ་ལ་ཅིའི་ཕྱིར་ལག་བསྒུར་བ་ཡ། རུ་བ་ཡ། མི་སྐྱེས་ཀྱི་སྙུག་གུ་ཆུ་སྐྱེས་བྱི་དེབ་ཡིན་པ་མཐར་སེལ་ན། ང་ཚོས་ཅིའི་ཕྱིར་ལག་བསྒུར་བ་སྙུག་གུ་བྱི་དེབ་ཡིན་མར་བ། མ་ཡི་ཚེ་ཅིའི་ཕྱིར་ལག་འདུས་སྟ་གོན་ལ་རྒྱུ་མཚན་ཤི་ཡ་ཅིག་བསྒུར། བྱི་དེབ་ཡིན་པ་མཐར། ཨ་ནེ་བྷིས་སློབ་གྲྭའི་ནང་ལ་བེད་སྤྱོད་གཏོང་ཡ་ཅིག་ཡིན་པའི་ཁྱད་ཟེར་ལབ་སོང་ན།

ཨ་མདོ་བཟའ་བ་དེ་ཡིད་འགོག་འདོག་ཏུ་མ་འདུག་ད་ཡ་རེད་རོ། ཆོས་ཆུ་ཅན་སྣོམ་ཡིན་པ་མཐར། ག་ར་ཅི་ནས་ཅིའི་ཕྱིར་རོ་འོ་མ་ཡིན་པའི་ཕྱིར་རྟགས་མ་སྒྲོག་ཆོས་འོ་མ་ཡིན་པ་རྟགས་མ་སྒྲོག་སྣོམ་ལ་འབྲེལ་བ་གོ་རོགས་ཡོད་མ་རེད་རྟགས་མ་སྒྲོག་ལན་བརྒྱ་འོང་དུས་སྣོམ་ལ་ཇུས་ཐོག་ཡོད་མ་རེད་ལན་བརྒྱ་ཐོག་དེ་རེད། ད་ཆུ་ད་དེ་ཁེ་མི་འདུག་ད་དེ་དེ་ཚོ་སྐྱིད་པ་རེད་ཤི་ད། ད་དེ་ཚོ་སྐྱིད་ལུགས་ཡག་རེད་ཤི་ད་དེ་ཚོ་ཁེ་མི་འདུག།

གཉིས་ཆོས་ཀྱི་ཡལ་འགྲོ་ཡིན་པ་ལྟར་སླར་རོ། ཅིའི་ཕྱིར་ལ་དགོད་རོ། ད་གཉིས་ཐལ་ཆ་རེ་མ་གཏོགས་པ་ལ་ཡང་མ་རོ། ཡ་ཡི་གྲོང་ཁ་ཡིན་པ་ལྟར་ཅིའི་ཕྱིར་ལ་རོ། གྲོང་ཁ་ཡིན་པས་ཀྱི་ཆེ་བ་མ་བྱུང་གྲོང་ཁ་ཡིན་ན་ཡ་ཡི་སྒོ་ཡ་འཁོར་བ་མི་འདུག་རོ། ཨ་ནི། གཉིས་ཐལ། ད་བཟའ་བ་མ་གྲོགས་པ་རེ་མ་གཏོགས་སྟག་གྲོགས་དེ་ཡོད་རེད་སྟག་གྲོགས་དེ་ག་ནས་གྲོགས་དེ། གཉིས་ཐལ་གྲོང་ཁ་ཡིན་པ་རྟགས་གྲོགས་ཀྱི་ཡོད་རོགས་དེ་ལ་ཆེ་བ་མ་བྱུང་ལན་མ་གཏོགས་པ་ལ་རྟགས་མ་གྲོགས་ཀྱི་ལན་ཐེབས་མ་རེད་མི་ཐེབས་པའི་རྒྱུ་མཚན་གར་ཟེར་ན། ཁོ། གྲོང་ཁ་རེད་དུ་ཡོད་རོགས་གྲོང་ཁ། གྲོང་ཁ་རེད་དུ་ཡོད་རོགས་རེད་བ། དེ་གྱིས་དུས། ཨ་ནི། དེ་ལ་བཟའ་བ་མ་གྲོགས་པ་མ་གཏོགས་པ་ལ་རྟགས་དུ་གྲོགས་ཀྱི་ཡོད་རེད། དེ་ལ་ཆེ་བ་མ་བྱུང་ལན་མ་གཏོགས་ཐེབས་མ་རེད། རྩོམ་པ་རྟགས་ཁོ་ན་མ་གྲོགས་པའི་གི་མཐར་འཇོག་སྟ་རྟགས་མ་གྲོགས་པ་དེ་རེད། གྲོགས་བྱོས་ཀྱི། གྲོང་ཡིན་པ་མཐར། འདོད་རོགས། གྲོང་དེ་གྲོགས་རོགས་བ་ད། ཨ་ནི་དེ་ལ། སྐྱིད་ཅེས་འདྲ་བ་ལབ་སོང་ན་ཁ་ཤེས་ཀྱི། གཡའ་ཡི་གྲོང་ཡིན་པས་ཁྱད་བསད་ན་གཡའ་ཡི་གྲོང་མ་རེད་བ། གཡའ་ཡི་གྲོང་གཡའ་ཡི་གྲོང་ཡིན་པ་རྟགས་མ་གྲོགས་ཆུ་རྒྱལ་ཁོ་རང་རང་ལ་བལྟ་ཡ་རེད་གྲོགས་དེ་གཡའ་ཡི་གྲོང་མ་རེད་ཁྱ་ཡི་གྲོང་རེད། ཞེས་པ་རྟགས་འཆར་གཉིས་ཀ་མ་གྲོགས་པའི་གི་ཐ་ཉོ་ས་གཉིས་ཀ་མ་གྲོགས་རོ། གསུམ་ཆུ་རྒྱལ་གྲོང་ཡིན་པ། གྲོགས་པའི་གི་ཐ་ཉོ་རེད་དོ། གསུམ་ཆུ་རྒྱལ་གྲོང་ཡིན་པ་ཐར་གྲོང་ག་རེད་བ། འདོད་ལ་ཡ་རེད་བ། རེད་བ་ཡ། རྟགས་བསྐུར་ས་ཁོ་རང་ཡོད་མ་རེད་དངོས་གནས་ཁྱེད་ནས་རྟགས་ཡོངས་ཁྱབ་བསྐུར་བ་ཡིན་ན། ཕ་ཁྱོ་མ་ལ་གོ་ནས་བཟོ་བཅོས་ཀྱི་གྲོང་ཁ་ཡིན་པ་དང་ཡ་ཡ་ཡི་གྲོང་ཁ་ཡིན་པའི་ཕྱིར། འོ་ཁྱི། ད་དེའི་སྐབས་སུ་དེ་འདྲ་བྱེད་ལགས་སོང་ན་བྱ་བ་མ་བྱོས་ཟེར་ན། རེད་ལབ་ཡོད་ད། རོ། ད་དེའི་སྐབས་དུ་ཨེ་འདྲ་ཁྱ་ཚོང་ལྐུགས་མ་རེད་ད་དགོས་དུས། ཨེ་འདྲ་དགོས་རེད། བཟོ་བཅོས་ཀྱི། ཡ་གྲོང་ཡིན་པ་མཐར་ཡ་གྲོང་ཡིན་པའི་ཕྱིར་ཟེར་ལབ་སོང་ན་བཟོ་བཅོས་ཀྱི་ཡ་གྲོང་ཡིན་པའི་ཕྱིར་བཟའ་བ་མེད་པ་གཅིག། ཡ་གྲོང་ཡིན་པའི་ཕྱིར་གཅིག་པུ་ལབ་སོང་བ་ཡིན་ན་བཟའ་བ་མེད་པ་ལ་ཡ་གྲོང་ཡིན་པའི་ཕྱིར་ཟེར་ན་བྱ་བ་མ་བྱོས་ཟེར་དུས་རེད་ལབ་ཡོད་ད།